རེས་གཟའ་ཟླ་བ་རེད། དེ་རིང་གི་དཔྱད་བརྗོད་ལེ་ཚན་འདི། གནམ་འོག་གི་གསེར་འགྱུར་ཚན་པས་བརྙན་འཕྲིན་ལེ་ཚན་ཐོན་རམ་ཨང་བརྒྱ་དང་དྲུག་ཅུ་རེ་དྲུག་པ། ཡིག་ཐོག་གི་ལེ་ཚན་བརྒྱ་དང་བཞི་བཅུ་ཞེ་ལྔ། སྤྱིའི་འདོན་ཐེངས་ལེ་རམ་སུམ་བརྒྱ་ཅི་བཅུ་པ། བརྗོད་གཞི་གཙོ་བོ། མི་ལོ་སུམ་ཅུ་སོ་གཉིས་གོང་གི་བོད་རང་བཙན་དང་འབྲེལ་བའི་ཡིག་ཆ་རྙིང་པ་ཞིག་སྒྲོག་སྦྱང་ཞུ་རྒྱུ། དམིགས་བསལ་བརྗོད་གཞི། ྋགོང་ས་མཆོག་གི་རྟགས་གསལ་བྱིན་རླབས་ཅན་ཞེས་པ་དེ་རྒྱ་ཆེའི་གསན་གཟིགས་གནང་མཁན་ཡོངས་ལ་ངོ་སྤྲོད་ཞུ་རྒྱུ། ཕྲན་གསར་འགོད་པ་ཉག་རོང། ལོ་འགའ་ཡིན། ཞུ་གཞི་གཙོ་བོ། མི་ལོ་སུམ་ཅུ་སོ་གཉིས་གོང་གི་བོད་རང་བཙན་དང་འབྲེལ་བའི་གལ་ཆེ་ཡིག་ཆ་རྙིང་པ། བོད་ལྗོངས་ཆོལ་ཁ་གསུམ་གྱི་གཞིས་བྱེས་སྤུན་ཟླ་རྣམས་ལ་གཞེན་སྐུ་ལོ་འཆི་མེད་ལྷ་ཡི་བདུད་རྩི་ཞེས་པའི་ཡིག་ཆ་དེ། དབུས་གཙང་དང་བ་ཆོས་ཀྱི་ཆོལ་ཁ་ནས་ཡིན་པ། བོད་རྒྱལ་རབས་བཙོན་པ་པོ་ཤར་སྒོ་པདྨ་དབང་ཕྱུག་བདེ་ལྡན་མཆོག་དང། བོད་ཨ་མདོ་ནས་ཡིན་པ་གཙུག་ལག་སློབ་དཔོན་ཆེན་མོ་ཡོན་ཏན་རྒྱ་མཚོ་ཐུན་མོང་ནས་ཕྱི་ལོ་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་བརྒྱད་ལོར་ཟླ་བ་བཅུ་གཉིས་པའི་ཚེས་ཉི་ཤུ་གཉིས་ཉིན་སྤེལ་གནང་པ་ཞིག་རེད། ཡིག་ཆ་དེའི་དུས་ཚོད་འདི་འདྲ་གཅིག་ལ་ངོ་སྤྲོད་བརྒྱུད་སྤེལ་ཞུ་ཡ་ལ་རྒྱུ་མཚན་གཙོ་བོ་གསུམ་ཡོད་དང་པོ། བོད་རང་བཙན་འཐབ་རྩོད་ཀྱི་ལས་འགུལ་རྒྱུན་འཁྱོངས་ཡོང་པའི་ཆེད་དུ་ཡིན། གཉིས་པ། བོད་མི་མང་གིས་གོང་ས་མཆོག་གི་བཀའ་དགོངས་དེ་གཏིང་ཟབ་པོ་ཅིག་རྟོགས་ཐུབ་པའི་ཆེད་དུ་ཡིན། གསུམ་པ། བོད་གཞུང་བཀའ་ཤག་གིས་སྤྱི་མོས་ཐོག་ནས་བྱང་ཨ་རི་དོན་གཅོད་ཀྱི་ལས་གནས་ནས་འཛའ་དྲག་ཐོག་འཕོ་འགྱུར་བཏང་ཟིན་པ། སྤེན་པ་ཚེ་རིང་ཞེས་པ་ཁོས་ཉེ་ལམ་འཆལ་གཏམ་ཞིག་སྤེལ་ཏེ་བོད་ཟེར་བ་དེ་དབུས་གཙང་ཁུལ་གཅིག་པུ་ཡིན་པ་ལྟ་བུ་བོད་ཀྱི་ལོ་རྒྱུས་མགོ་རྟིང་སློག་ནས་དགྲ་བོ་རྒྱ་དམར་གྱི་རེ་འདོད་ཡོངས་སུ་སྐོངས་པའི་དཀྲོག་གཏམ་སྤེལ་བ་དེ་དང། དེས་རྗེས་འབྲང་པ་སྐོར་བཤད་ནས། ནག་ཉེས་འགེབས་སྲུང་བྱེད་པའི་བརྒྱུད་རིམ་ནས། བོད་རྒྱ་ཆེའི་མི་མང་ལ་མགོ་བོ་རྨོངས་སུ་མི་འཇུག་པར་ཡིག་ཆ་འདིའི་ཐོག་ནས་ལམ་སྟོན་གསལ་པོ་ཞིག་ཡོང་བའི་ཆེད་དུ་ཡིན། གཤམ་ལ་ངོ་སྤྲོད་ཞུ་རྒྱུའི་རྩ་ཆེ་བའི་ཡིག་ཆ་དེབ་ཆུང་དེའི་ནང་དུ ྋགོང་ས་མཆོག་གི་བཀའ་སློབ་མང་པོ་ཞིག་ལུང་འདྲེན་གནང་ཡོད་པ་དང། དེ་ནས་བཀའ་སློབ་ཐུང་ཐུང་ཞིག་ཐོག་མར་རྟེན་འབྲེལ་གྱི་ཚུལ་དུ་དང་པོ། དམིགས་བསལ་ལས་རམ་དུ་ངོ་སྤྲོད་ཞུ་རྒྱུ་ཡིན། ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ནས་ང་ཚོ་བོད་མི་བཙན་བྱོལ་བ་རྒྱ་སྐད་ལ་སླེབས་པའི་ཉིན་དང་པོ་དེ་ནས་ང་ཚོ་ཚང་མ་བོད་རིགས་གཅིག་གྱུར་ཡིན་པའི་ངོས་འཛིན་བྱས་ཏེ་བོད་ཟེར་བ་ཚིག་གཅིག་གི་འོག་ཏུ་ང་རང་ཚོ་མཉམ་དུ་བསྡད། བོད་རིགས་གཅིག་གྱུར་གྱི་འདུ་ཤེས་བཞག་ནས་ང་ཚོ་སྐྱིད་ན་ཡང་གཅིག་སྡུག་ན་ཡང་གཅིག་བྱས་ནས་བོད་རིགས་ཚང་མ་གཅིག་གྱུར་བྱ་རྒྱུ་དེ་གལ་ཆེ་ཤོས་ཤིག་རེད། དཔེར་ན། བོད་ཟེར་དུས་དབུས་གཙང་ཁོ་ནར་གོ། མདོ་སྟོད་སྨད་ཟེར་དུས་ཟུར་དུ་གོ་བ་ཡིན། ང་མདོ་སྨད་ནས་ཡོང་བ་ཡིན་དུས་རྒྱལ་བ་རིན་པོ་ཆེས་བོད་པ་མ་ཡིན་པ་ཆགས་པ་རེད། དེ་འདྲ་བྱས་ན་བོད་ཁ་བྲལ་ལ་འགྲོ་རྒྱུ་རེད་ཅེས་གསུངས་འདུག་པས། རིན་ཐང་གཞལ་དུ་མེད་པའི་བཀའ་སློབ་ཟབ་མོ་དེ་ནི་མ་འོངས་ལུང་བསྟན་རྩ་ཆེན་ཞིག་དང་བོད་ཀྱི་ལོ་རྒྱུས་ལ་ལོག་པར་སྨྲ་བ་ཡོངས་སུ་ཚར་གཅོད་པའི་རིག་པ་ཡང་དག་ཅིག་ཡིན་པ་ལ་བོད་མི་ཚང་མས་གུས་བཀུར་ཞུ་དགོས་པས་འདི་ག་གནམ་འོག་གི་གསར་འགྱུར་ཚན་པས་ཀྱང་དེ་ག་རང་དུ་ངོས་འཛིན་ཞུ་བཞིན་ཡོད། ྋགོང་ས་མཆོག་གིས་མ་འོངས་ལུང་བསྟན་བྱིན་རླབས་ཅན་དེ་ཆོས་སྐད་ཀྱི་ཐོག་ནས་གསུངས་པ་མ་ཡིན་པར་མང་ཚོགས་དཀྱུས་མས་ཀྱང་གསལ་པོ་གོ་ཐུབ་པ་ཅིག་ཡིན་ན་ཡང། ཆོས་སྐད་ཀྱི་ཐོག་ནས་བཤད་ན་ངེས་དོན་གྱི་རྟགས་གསལ་ཚ་པོ་ཅིག་ཡིན་པས། འདི་ག་ས་ལེ་ཚན་པས་དངོས་སུ་རྒྱུ་མཚན་རིག་པའི་རྟགས་གསལ་གྱི་བརྗོད་དོན་ལ་ཕབ་སྟེ་ཡིག་ཆུང་ཞིག་ཀྱང་སྤྱན་འབུལ་ཞུ་བ་ཡིན།

ཐེངས་འདིའི་བརྗོད་གཞི་གཙོ་བོ། མི་ལོ་སུམ་ཅུ་སོ་གཉིས་ཡར་སྔོན་གྱི་གཞེན་སྐུར་འཆི་མེད་ལྷ་ཡི་བདུད་རྩིར་ཞེས་པ་བོད་རང་བཙན་གྱི་འཐབ་རྩོད་ལ་ནུས་ཤུགས་སྤེལ་བའི་དེབ་ཆུང་དེ་དངོས་སུ་ངོ་སྤྲོད་ཞུ་བ་ཡིན། བོད་ལྗོངས་ཆོལ་ཁ་གསུམ་གྱི་ཞེ་ཆེན་སྤུན་ཟླ་སེར་སྐྱ་ཕོ་མོ་ཡོངས་རྫོགས་ཀྱི་སྙན་ལམ་དུ་ཞུ་རྒྱུར། བོད་ཡུལ་གངས་ཅན་གྱི་ལྗོངས། རང་དབང་རང་བཙན་གྱི་རྒྱལ་ཁབ་འདི་ཉིད། རྒྱ་དམར་གུང་ཁྲན་ཏང་ནས་མ་དག་དག་སོང་གི་དྲག་པོའི་བཙན་འཛུལ་ཐོག་མི་སེར། རྒྱུ་གྲོགས། དགོན་ཡུལ་ལྟོ་འཇིག་སོགས་བསམ་ཡུལ་ལས་འདས་པའི་བཙན་ཤེད་ཚོད་མེད་བྱས་པར་བརྟེན། གཅེས་ནོར་གོང་ས་སྐྱབས་མགོན་ཆེན་པོས་ཡངས་པའི་རྒྱན་གོས་མང་པོར་ཞབས་ཀྱིས་བཅགས་ཏེ། བོད་ནང་འགྲོ་བ་མིའི་ཐོབ་ཐང་བརྩོན་ལེན་གནང་བ་དང་ཆབས་ཅིག་བོད་ལྗོངས་རང་དབང་རང་བཙན་སྔ་སོར་ཆུད་ཐབས་བདེན་པའི་ལམ་ནས་ནུས་ཤུགས་ལྡན་པའི་བརྩོན་ལེན་སྔ་ཕྱི་རིམ་པར་བཀའ་དྲིན་ཆེ་བ་ལ་བརྟེན་ནས་འགོག་ཏུ་མེད་པའི་བདེན་མཐའ་ངེས་གསལ་དང། གནས་སྟངས་ཇེ་མཐོར་འགྲོ་བཞིན་པ་མ་ཟད། བོད་ནང་རྒྱ་དམར་གྱི་བཙན་ཤུགས་འོག་གནས་པའི། མི་དམངས་སེར་སྐྱ་རྣམས་ནས་ཀྱང། རང་དབང་རང་བཙན་ལ་སྐུམ་པ་ཆུ་འདོད་ལྟར་བཀའ་སྤྱིར་ཀྱང་སྡོད་ཐབས་མེད་པར་རྒྱ་དམར་གྱི་དྲག་པོས་མཚོན་ཆའི་མདུན་དུ་གཅེས་པའི་རང་སྲོག་བློས་བཏང་ནས། བདེན་པའི་རྩོད་གླེང་སྔ་ཕྱི་བྱས་ཏེ་བདེན་པའི་འབྲས་བུར་མངོན་དུ་འགྱུར་ཉེས་མཚམས། རྒྱ་དམར་ནས། བོད་ལྗོངས་ཁྲིམས་མེད་ལུགས་འགལ། དྲག་ཤུགས་ཀྱིས་འཁྱུད་མི་བཟོས་པ་འཇུ་ཐབས་མེད་པའི་ཟུག་གཟེར་ལངས་པ་དེ་བཞིན། ཁྲིམས་མཐུན། བཞེས་ཐབས་ཀྱི་ལམ་སྟོན་མ་བྱས་པར་ད་དུང་ངན་པ་ཏུག་རིང་གིས། བར་ལམ་ལྷ་སའི་ནང་སྲིང་བྱའི་དོན་རྐྱེན་བྱུང་བ་དེ་དག་ཏཱ་ལའི་བླ་མས་ཆབ་སྲིད་ཀྱི་བཙན་བྱོལ་བ་ཞིག་ཡིན་པའི་ཐོག་ནས་མེས་རྒྱལ་ཁ་བྲལ་གྱི་ལས་འགུལ་སྤེལ་བའི་འབྲས་བུ་ཞིག་རེད། དེར་བརྟེན་ད་རེས་ཀྱི་དོན་རྐྱེན་འདིས་འགན་ཡོངས་རྫོགས་ཏཱ་ལའི་བླ་མའི་རུ་ཚོགས་པ་དང། ཁ་བྲལ་རིང་ལུགས་པ་ཉུང་ཟད་ཞིག་ཡིན་ཚུལ་དང། གོམ་རིམ་རྗེས་མ་དེས་ག་འདྲ་སྤོ་དགོས་མིན་ཡོངས་སུ་ཏཱ་ལའི་རུ་ཚོགས་པར་རག་ལུས་ཡོད། གལ་སྲིད། ཏཱ་ལའི་བླ་མས་མུ་མཐུད་ནས་མེས་རྒྱལ་ཁ་བྲལ་གྱི་ལས་འགུལ་སྤེལ་ན། ང་ཚོས་སྔར་བས་མཛའ་དྲག་ལྡན་པའི་བྱ་ཐབས་ཤིག་ལག་བསྟར་མི་བྱེད་ཀ་མེད་ཡོང་རྒྱུ་སོགས། བོད་ལྗོངས་དོན་གྱི་བདག་པོར་ཏཱ་ལའི་བླ་མའི་རུ་ཚོགས་ཞེས་ཚིག་མཚོན་བཏབ་པས་མ་ཚད། བོད་ལྗོངས་བོད་པའི་བདག་དབང་སྤྱོད་རྒྱུར་མེས་རྒྱལ་ཁ་བྲལ་གྱི་ལས་འགུལ་ཞེས་རྒྱ་ནག་བོད་ཀྱི་མེས་པོའི་རྒྱལ་ཁབ་ཡིན་པ་སུས་ཁས་ལེན་བྱས་པ་རེད། ཁྲིམས་མེད་ལུས་འགལ་གྱི་མི་སེར་བཏགས་ཏེ་དྲག་ཤུགས་སྤོང་ངམ་གྱི་སྡིགས་ར་དང་ཕྱོགས་གཅིག་ནས་རང་མི་རྒྱ་ཚོང་པ་རེ་བཟུང་ནས་རང་བཙན་ཡོང་ཐབས་མེད་ཚོར་ལྗོངས་སྒེར་དུ་བཤད་དེ་བོད་མི་མང་སེམས་ཤུགས་གཅོག་ཐབས་དང། ཕྱི་ལག་ནང་འབྲེལ། སྒེར་འབངས་དབར་འཕོངས་འགྱུར་གྱི་དཀྲུགས་ཤིང་སྣ་མང་བྱས་པར་བརྟེན། བྱམས་དང་སྙིང་རྗེ་རང་གཟུགས་འཕགས་ཆུང་འཇིག་རྟེན་མགོན་པོས་གཞིས་ལུས་བོད་མི་རྣམས་ལ་རྒྱ་དམར་གྱི་གདུག་རྩུབ་མུན་སོལ་ཁྲག་སྦྱོར་དང་གྲངས་མེད་བཙོན་འཇུག། རྒྱ་རིགས་མང་པོ་བོད་ནང་གནས་སྤོ་བྱས་དང་བྱེད་བཞིན་པར་བརྟེན། འཕྲལ་སྒང་གཞིས་ལུས་བོད་མི་ཕན་ཐབས་སུ་ཐུགས་རེ་ཆེན་པོས། ཕྱི་ལོ་གཅིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་བརྒྱད་ལོ་ཟླ་བ་དྲུག་པའི་ཚེས་བཅོ་ལྔ་ཉིན། ཧྥ་རན་སི། སི་ཏྲེ་སི་པག་ལ་ཡོ་རོབ་ཕ་ལི་མེན་གྱི་ཚོགས་འདུའི་ཐོག། ྋགོང་ས ྋསྐྱབས་མགོན་ཆེན་པོའི་དགོས་དབང་གི་གསུང་བཤད་དེ་ལྟ་བུ་ཞིག་མ་གནང་མཐའ་མེད་བྱུང་བར། དེ་ལ་རྒྱ་དམར་ཕྱོགས་ནས་མོས་མཐུན་བཟང་ལེན་མེད་པས། སེ་རེ་སེ་བག་ལ་གསུང་བཤད་གནང་བ་དེ་གཞི་རྩར་བཟུང་སྟེ་བཀའ་མོལ་ཞུ་ཐབས་མེད་ཚུལ་བཤད་པས་མ་ཚད། ད་དུང་གསུང་བཤད་ཀྱི་ཉིན་དོན་ལག་ཆར་འཁྱེར་ཏེ། རང་དབང་རང་བཙན་གྱི་དོན་ལ་གཅེས་པའི་སྲོག་ཀྱང་བཏང་དང་གཏོང་བཞིན་པའི་གཞིས་ལུས་བོད་རིགས་སྤུན་ཟླ་རྣམས་ཀྱི་སེམས་ཤུགས་རྦད་དེ་བཅག་སྟེ། གུས་ལྷོད་དང། དད་པ་དམ་ཚིག་ལ་འཕོ་འགྱུར་ཡོང་གཞི་གཡོ་ཐབས་ཀྱི་དཀྲུག་ཤིང་རྒྱ་ཆེ་མུ་མེད་རི་འགུལ་མཚོ་འཁྱམ་བྱས་དང། ད་དུང་བྱེད་རྒྱུ་ཡིན་པ་གསལ་བོ་མཐོང་སྟེ་བློས་མ་བཟོད་པར། ད་ལམ། གཞིས་བྱེས་བོད་རིགས་སྤུན་ཟླ་རྣམས་ལ་དངོས་འབྲེལ་གྱི་ཐུགས་གསོའི་གནས་ཚུལ་ཐུང་ཙམ་ཞུ་རྒྱུར། ཆོལ་གསུམ་གཞིས་བཞུགས་རྒྱ་ཆེའི་མི་མང་རྣམས་ནས། བོད་ལྗོངས་རང་དབང་རང་བཙན་གཙང་མ་ཞིག་མ་འབྱོངས་པར་རྒྱལ་དབང་དོན་གྱི་བདག་པོ་བོད་ལྗོངས་སུ་ཆིབས་བསྒྱུར་མི་མཛད་པ་ཞེས་གསོལ་འདེབས་ཀྱི་སྙན་ཞུ་སྔ་རྗེས་ཐེངས་མང་པོ་ཕུལ་ཡོད་པས་མ་ཚད། རྒྱ་དམར་གྱི་དྲག་པོའི་མཚོན་ཆའི་མདུན་དུ་རང་དབང་རང་བཙན་གཙང་མ་དགོས་ཞེས་རང་སྲོག་བློས་བཏང་གི་དཔའ་བོ་འབུམ་ཕྲག་ཉུ་ཤུ་ལྷག་ཕྱི་རྒོལ་བྱུང་བའི་དོན་རྐྱེན་གཙོ་བོ་ནི། བོད་རང་དབང་རང་བཙན་ལ་ཐུག་པ་བརྗོད་མ་དགོས་པ་དང། དེ་བཞིན་རྒྱ་གར། བལ་ཡུལ། ཕྱི་རྒྱལ་ཨ་མི་རི་ཀ། ཁེ་ན་ཏྲ། སུད། ཨིང་ལན་ཏྲ་སོགས་ལ་ཡོད་པའི། རང་རིགས་མཆོག་དམན་ཚང་མས་འབྲེལ་ཡང་གཅིག་གྱུར་གྱིས། སྔ་ལོ་ཨ་རིའི་གྲོས་ཚོགས་ནང། བོད་དོན་དོན་ཚན་ལྔ་གསལ་བསྒྲགས་གནང་བ་དེ་ལ་ཁ་ཙམ་མིན་པའི་རྒྱབ་སྐྱོར་གཙང་མ་ཞུ་རྒྱུ་དང། ད་ལམ་གྱི་གསུང་བཤད་དེ་བཞིན། རྒྱ་ཆེའི་མི་མང་གི་བསམ་ཚུལ་དང་ཡོངས་སུ་འགལ་བའི་ལམ་སེང་ཆེད་དུ་ཐུགས་རྗེ་ཆེ་བ་དང། རྒྱ་དམར་དང་ཕྱི་ལག་ནང་འབྲེལ་གྱི་ལྷོད་ཐབས་སུ་སྤྱི་ནོར་ཆེན་པོ་བོད་ལྗོངས་དང། རྒྱ་ཡུལ་དུ་ཆིབས་བསྒྱུར་གཏན་ནས་མི་མཛད་པའི་གསོལ་འདེབས་སྙན་ཞུ་གྲངས་མང་ཕུལ་དང་འབུལ་མུས་ཡིན་གཤིས། དེ་ལ་བརྟེན་ནས་ཁྱེད་རྣམ་པའི་རིན་ཐང་བྲལ་བའི་རྒྱལ་སྤྱིའི་སེམས་ཤུགས་དེ་སྔར་བཞིན་སྡུག་ལ་རི་མོ་བྲིས་པ་ལྟར་གནས་རྒྱུ་ཤིན་ཏུ་གལ་ཆེ། སྤྱི་ནོར་ཆེན་པོས་བོད་ལྗོངས་ཐུགས་ནས་འདོར་བ་རྩ་བ་ནས་ཡོང་མི་སྲིད། གང་ལ་ཞེ་ན། སྔོན་གྱི་ཐུགས་རྒྱལ་དམ་བཅའ་བཙན་པོ། ཙནྡན་དང་དྲི་བཞིན་རང་གཤིས་སུ་ཡོད་པས། ད་ལམ་གསུང་བཤད་ཀྱི། མདོ་དོན་སྙིང་པོ་ཡང། རྒྱ་ནག་དང་གྲོས་མོལ་བྱེད་པར་འབྲས་བུ་ག་འདྲ་ཞིག་ཡོང་མིན་ལ་མ་ལྟོས་པར་མཐའ་མའི་ཐག་གཅོད་བྱ་རྒྱུའི་དབང་ཆ་དེ། བོད་མི་མང་རང་ལ་ཡོད། དེར་བརྟེན། བོད་ཆོལ་ཁ་གསུམ་ཁྱོན་ཡོངས་སུ་སྤྱི་དམངས་ཀྱི་འོས་ཤོག་འཕེན་པའི་ནང། བོད་མི་དམངས་ཀྱི་འདོད་བློ་ངོ་མ་དེ་ཤི་དོགས་ཡོང་ཆེད། གྲོས་འཆར་འགའ་འདྲ་ཞིག་གི་ནང་དུ་ཡང། འཆར་གཞིའི་གོ་རིམ་ཧྲིབ་ར་ཞིག་འཁོད་རྒྱུ་ཡིན་ཞེས་བཀའ་གནང་ཡོད་པས་ན། བོད་མི་འདོད་ལུགས་ངོ་མ་ནི་རྒྱ་མིའི་འོག་ལ་སྡོད་འདོད་མེད་པ་དེ་རེད། དེའི་ཕྱིར། བོད་མིའི་འདོད་པ་དང་མི་མཐུན་པར་མི་འགའ་ཞིག་གི་བསམ་འཆར་དང་བསྟུན་ནས། བོད་རྒྱ་ཡི་འོག་ཏུ་སྡོད་རྒྱུར་ཐག་བཅད་ན་འགྲིག་གི་མ་རེད། ཆོས་དང་འཇིག་རྟེན་གང་ལ་ཡང་དམངས་གཙོ་ཆེ་བར་དགོངས་སེལ་ཆེན་པོས་ཡང་ཡང་གསུངས་ཡོད། དམངས་གཙོ་ན། དམངས་ནས་བསམ་ཕྱིར་འདོན་དགོས་ལ། དམངས་ཀྱི་འདོད་པ་དང་ཡང་བསྟུན་དགོས། དམངས་ནས་བསམ་ཕྱིར་མི་འདོན། ལས་དོན་གང་ཡང་མི་སྒྲུབ་པར་རྒྱལ་བ་རིན་པོ་ཆེ་མཁྱེན་གཞིས་བསྡད་ན་འགྲིག་གི་མ་རེད། ཡང་གོང་ས་མཆོག་ནས། ཕྱི་ལོ་གཅིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་དྲུག་ལོ་གསུམ་བཅུའི་དུས་དྲན་ཐེངས་ཉི་ཤུ་རྩ་བདུན་པའི་གསུང་བཤད་གནང། དེ་བཞིན་བོད་ནང་ལ་ཡང། ལོ་རྒྱུས་དེའི་རིང་རྒྱ་མིའི་གདུག་རྩུབ་ཆེ་ཤོས་དང། ཡ་ང་སྙིང་རྗེ་མེད་པའི་སྒོ་ནས་རྒྱ་མིས་སྐད་ཆར། ཐབས་བརྒྱ་ཇུས་སྟོང་ཟེར་བ་དེ་སྤྱད་དེ། བོད་པ་ཞེས་པའི་དམིགས་མེད་དུ་འགྲོ་བའི་འབད་བརྩོན་མང་པོ་ཞིག། ངོ་ཚས་གདོང་འབག་བཤུས་ཏེ་བྱས་ཡོད་ཀྱང། བོད་ནང་གི་བོད་མི་རྣམས་ཀྱི་སེམས་ཤུགས་ཤེས་ཡོད་པ་མ་རེད། དངོས་གནས་སོ་སོའི་རིག་གཞུང་ལ་གཅེས་གཉེར་བྱེད་རྒྱུས་མཚོན། བོད་ཅེས་པའི་མིང་ཚིག་དེའི་འོག་ནས། ཕ་རུལ་པོའི་གདུག་རྩུབ་ཇི་ཙམ་ཆེ་བའི་ཚོད་ཀྱིས་ཚུར་ཕྱོགས་ཀྱི་སྙིང་སྟོབས་དེ་ཙམ་གྱིས་གོང་ནས་གོང་དུ་འཕེལ་བའི་གནས་ཚུལ་བྱུང་ཡོད་པ་རེད། འདི་ནི། ང་རང་ཚོ་བོད་པས་སོ་སོའི་མི་རིགས་ལ་ཞེན་ཤ་ཚའི་ཐོག་ནས་དཀྲོག་གཏམ་བཤད་པ་མ་ཡིན་པར། འཛམ་གླིང་གཟུ་བོར་གནས་པའི་མི་མང་ཉུང་བ་ཞིག་བོད་ནང་ལྟ་སྐུལ་ལ་ཕྱིན་པ་དེ་ཚོ་ཕལ་མོ་ཆེས་ཁ་གཅིག་གྲགས་ཀྱི་ཐོག་ནས་བོད་ནང་གི་མི་ཚོ་སེམས་ཤུགས་ཆེན་པོ་ཡོད་པ་དང། ཁོང་ཚོ་རྒྱ་མི་ལ་རྩ་བ་ནས་མི་དགའ་བ་དང། རྒྱ་མིས་དབང་བསྒྱུར་འོག་ཡོད་པ་དེར་སེམས་གཏིང་ནས་མི་མོས་པ་ཤུགས་ཆེན་པོས་མཐོང་ཚུལ་ཚང་མར་ཡོང་གི་ཡོད་པ་རེད། དེ་རྣམས་ང་ཚོའི་གཞེས་བྱེས་མི་མང་གི་བྱས་རྗེས་ཤིག་རེད་ཅེས་དང། ཡང་གསུང་བཤད་གཞན་གཅིག་གི་ནང། བོད་ཀྱི་འཛིན་སྐྱོང་བྱེད་པའི་གོ་སྐབས་བོད་མིར་བྱུང་མེད་ཉིན། གཞུང་ཇི་འདྲ་ཞིག་འཛུགས་དགོས་མིན་ནི་བོད་མི་ཚོས་ཐག་གཅོད་བྱ་རྒྱུ་མ་ཟད། ཏཱ་ལའི་བླ་མས་འཛིན་སྐྱོང་བྱེད་པའི་གཞུང་གི་སྲིད་ལུགས་འདི་ཡང་ཡོང་གི་ཡོད་མེད་ངེས་པ་མེད། མ་འོངས་པར་བོད་ཀྱི་ཐག་གཅོད་ནི་བོད་མི་རང་གིས་བྱེད་ངེས་ཡིན་ཅིང་ལྷག་པར་དེང་དུས་ཤེས་ཡོན་སྦྱང་བརྩོན་བྱེད་པའི་གཞོན་སྐྱེས་ཡར་ཐོན་ཅན་ཚོས་བསམ་ཚུལ་ནུས་ཤུགས་འདོན་ངེས་ཡིན་ཞེས་དང། ཡང་སུམ་ཅུའི་དུས་དྲན་ཐེངས་ཉི་ཤུ་པའི་སྐབས་ཀྱི་བཀའ་སློབ་ནང། བོད་མི་རིགས་ལ་མི་རིགས་གཞན་དག་ཅིག་གིས་རོགས་པ་མ་བྱས་ན་སོ་སོས་ལོང་པ་སོ་སོའི་ཡར་རྒྱས་གཏོང་མ་ཐུབ་མཁན་ཞིག་རེད་བས་ཟེར་ན་རྩ་བ་ནས་མ་རེད། འདས་པའི་ལོ་རྒྱུས་ནང་ལ། ང་རང་ཚོ་བོད་པས། སོ་སོས་ཤུགས་གང་ཡོད་ཆོས་ཀྱི་ཐོག་ལ་བསྒྲིལ། དེ་མིན་དངོས་པོ་ཡར་རྒྱས་གཏོང་རྒྱུའི་དོན་ལ་དེ་ཙམ་བསམ་བློ་མ་བཏང་བར་བསྡད་པ་རེད། གཙོ་བོ་ནི། མཐོང་རྒྱ་དང་ཐོས་རྒྱ་ཆུང་བའི་གནས་ཚུལ་གྱིས་བསམ་བློ་འབུ་སོ་དོག་དྲགས་པའི་རྐྱེན་གྱིས་ཡར་རྒྱས་མ་ཕྱིན་པ་རེད་མ་གཏོགས། བོད་པས་ཡར་རྒྱས་གཏོང་མ་ཤེས་པ་དང། བོད་པས་མ་འཇོན་པར་རྗེས་ལུས་ཐེབས་བསྡད་པ་ཞིག་རྩ་བ་ནས་མ་རེད་བསམ་གྱིན་འདུག། དེ་མིན་པའི་སྒྲིབ་བྱེད་གང་ཡོད་ཟེར་ན། འདས་པའི་ལོ་ཉི་ཤུ་རྩ་བཞིའི་རིང་ལ་ང་ཚོ་མིའི་ལོང་པར་གྱར། བཙན་བྱོལ་བ་ཟེར་བའི་མིང་ཞིག་གི་ཐོག་ནས་བསྡད་པ་རེད། རང་གི་ས་ཆ་སྦར་ཐིལ་ཙམ་ཡང་ཡོད་པ་མ་རེད། རང་རང་སོ་སོའི་སྒྲིག་འཛུགས་བཟོ་ཐུབ་ཡ་རྩ་བ་ནས་ཡོད་པ་མ་རེད། ཡིན་ཡང། ལོ་ཉི་ཤུ་རྩ་བཞི་འདིའི་རིང་ལ་བོད་རིགས་ཀྱི་ཆོས་དང་རིག་གཞུང་གོམས་གཤིས་རྣམས་མ་ལག་པ་གཞི་ལ་བཞག་པའི་ཐོག་ནས་གཙོ་བོ་བཙན་བྱོལ་བ་རང་ཉིད་ཀྱིས་རང་ཁ་གསོ་བའི་དོན་དུ་དངོས་པོ་ཡར་རྒྱས་གཏོང་རྒྱུ་དང། དེ་ག་ནང་བཞིན། དུས་རབས་ཉི་ཤུ་པ་བརྗིད་ཟིན་པའི་དོན་དུ་དེང་དུས་ཀྱི་སློབ་སྦྱོང་བྱེད་རྒྱུ་སོགས། ང་ཚོའི་མིའི་ལུང་པའི་ནང་བཙན་བྱོལ་བ་བྱས་ནས་བསྡད་པའི་གནས་ཚུལ་འདི་ལ་གཞིགས་པས་ས་ཐག་ཐག་བྱས་བསྡད་ཡོད་པ་རེད། འཛམ་གླིང་འདིའི་སྒང་ལ་བཙན་བྱོལ་བ་མུན་དྲག་དང་ས་ཡག་ཡོད་པ་རེད་དེ། ཡིན་ན་ཡང་བཙན་བྱོལ་བ་འདྲ་འདྲའི་ནང་ནས་མི་འདྲ་བ་ཞིག་མི་ཡིས་ལོངས་པར་རྩ་བ་ཚུགས་ཡལ་ག་དང་ལོ་མ་བགྱིས་ནས་ང་ཚོ་འབྲས་བུ་སྨིན་ཐུབ་ཡག་གི་མཚམས་སུ་སླེབས་ཐུབ་པ་རེད། དེ་ག་རེ་བྱུང་བ་རེད་ཟེར་ན། བོད་མི་རིགས་ལ་འཇོན་ཐང་ཡོད་པའི་རྐྱེན་བྱས་ནས་བྱུང་བ་རེད་མ་གཏོགས། དེ་གནམ་ནས་བབས་པ་མ་རེད། ས་ནས་ཐོན་པ་མ་རེད། བོད་མིས་འབད་རྩོད་བྱས་ནས་བྱུང་བ་རེད། བོད་མིས་དཀའ་ལས་བརྒྱབ་ནས་བྱུང་བ་རེད། གཞི་རྩའི་དཀའ་ལས་བརྒྱབ་ཡག་དང། ལས་དོན་གོ་སྒྲིག་བྱེད་རྒྱུ་ཚང་མ་ང་ཚོ་བོད་པ་རང་ཉིད་ཀྱིས་འགོ་ཁྲིད། བོད་པ་རང་ཉིད་ཀྱིས་སྒྲིག་འཛུགས་བཟོས་ནས་བྱས་པ་མ་གཏོགས། ང་ཚོ་བཙན་བྱོལ་བའི་དཔོན་པོར་ཕྱི་རྒྱལ་བ་ཞིག་མི་ལ་འགྲིག་པ་མེད། ང་རང་ཚོ་བོད་པ་རང་གིས་བསམ་བློ་བཏང། བོད་པ་རང་གིས་འབད་བརྩོན་བྱས་ནས་བྱུང་བ་རེད། བོད་མི་རང་ས་བྲལ་ནས་གཞན་གྱི་ལུང་པའི་ནང་དཀའ་ངལ་ཆེན་པོ་ཞིག་གི་འོག་ནས་འདི་ག་ཙམ་བྱེད་ཐུབ་པ་དེས་རྟགས་ག་རེ་བསྟན་པ་རེད་ཟེར་ན། བོད་པར་གོ་སྐབས་བྱུང་ན་བོད་པས་བྱེད་ཐུབ་ཀྱི་ཡོད་པ་དང། བོད་བན་བྱོན་གྱི་ཡོད་པ་དེ་བསྟན་པ་རེད། བོད་རྒྱལ་ཁབ་དེ་ང་རང་ཚོ་བོད་པ་རང་གི་ལག་པར་ཆུ་ལོག་བྱུང་བ་ཡིན་ནའང་བོད་ལུང་པའི་ནང་ལ་དངོས་པོ་ཡར་རྒྱས་གཏོང་རྒྱུ་དང། དེ་ཡང་བོད་ཀྱི་གོམས་གཤིས་དང་བོད་མི་རིགས་ཀྱི་རིག་གཞུང་མ་བརླག་པ། བོད་མི་རིགས་ཀྱི་བསམ་བློའི་བདེ་སྐྱིད་མ་བརླག་པའི་ཐོག་ནས། བོད་ཡར་རྒྱས་གཏོང་རྒྱུ་དེ་བོད་པ་རང་ཉིད་ཀྱིས་འཇོན་གྱི་རེད་བསམ་གྱི་འདུག་འཇོན་གྱི་ཡོད་པའི་རྟགས་དེ་ད་ལྟ་ངས་བཤད་པའི་གནས་ཚུལ་ཚང་མས་མཐོང་བཞིན་པ་རེད་དེ་འདྲ་ཡིན་ཙང། རྒྱ་མི་ངོས་ནས་ཕྲན་བུའི་སྲིད་ཇུས་གུ་ཡངས་བཏང་བ་འདིས། བོད་པས་གྲོད་ཁོག་རྒྱག་གི་རེད་བསམ་པ་ཞིག་རྒྱ་མིའི་ངོས་ནས་བསམ་བློ་འཁོར་གྱི་མེད་ཤག་རེད། བསམ་བློ་དེ་འཁོར་ན་ལྐུགས་པ་རེད་བསམ་གྱི་འདུག་ཅེས་གསུངས་ཡོད་པ་རེད། ཡང། གོང་ས་ཆེན་པོའི་གསུང་བཤད་ཅིག་ནང། ང་ཚོ་བོད་མི་ཉུང་ཉུང་ས་ཡ་དྲུག་ཙམ་ལས་མེད་པ་དང་ལོང་པ་རྒྱ་ཤིན་ཏུ་ཆེན་པོ་ཡོད། དེ་འདྲའི་ཐོག་ནས་ས་གནས་ཕན་ཚུན་རྒྱང་ཐག་ཆོད་ནས་གཅིག་གིས་གཅིག་ལ་རྣམ་ཀུན་འབྲེལ་བ་ཤུགས་ཆེན་པོ་མེད་པར་བསྡད་པའི་སྐྱོན་བྱུང། ད་ཆ་ཡང་བོད་པ་རྣམས་ཁ་འཐོར་ནས་བསྡད་པ་ཡིན་དུས། ལྷ་ས་ཁུལ་ལ་བསྡད་པ་དེ་ཚོ་དབུས་ནང་ཁུལ་མགོ་འཁོར་ནས་བསྡད་པ་ལྟ་བུ་དང། དེ་བཞིན་སྟོད་ཁུལ་མདོ་སྨད་ཁུལ་ཁམས་འབྲི་ཆུ་ཤར་ནུབ་སོགས་ལ་སོ་སོའི་སྡེ་སྒོར་སྒོར་རེ་མ་གཏོགས་མ་མཐོང་བའི་བཟོ་འདྲ་བོ་དེ་འདྲ་བྱེད་ནས་མི་འགྲིག། ང་ཚོ་བོད་ལུགས་ཡོངས་རྫོགས་བོད་རིགས་གཅིག་གྱུར་ཆགས་ནས་བསྡད་ཡོད། ཆོས་ནས་བཤད་ན་འཕགས་པ་ཐུགས་རྗེ་ཆེན་པོ་ལ་གསོལ་བ་བཏབ་ནས་མ་ནི་འདྲེན་མཁན་གཅིག་གྱུར་ཡིན་པ་དང། འཇིག་རྟེན་གཤིས་ལུགས་ཀྱི་ཐོག་ནས་བཤད་ན། བོད་ཡིག་གཅིག་གྱུར་དང་རྩམ་ཟན་གཅིག་གྱུར། རྒྱ་མི་ངོས་ནས་མིང་ག་རེ་བཏགས་རུང་མ་བཏགས་རུང། ང་ཚོ་བོད་པའི་ངོས་ནས་བོད་རིགས་ཡོངས་རྫོགས་གཅིག་གྱུར་ཡིན་སྙམ་པའི་འདུ་ཤེས་འཛིན་རྒྱུ་གལ་ཆེན་པོ་ཡིན། ང་ཚོ་བོད་མི་བཙན་བྱོལ་བ་རྒྱ་གར་ལ་སླེབས་པའི་ཉི་མ་དང་པོ་དེ་ནས། ང་ཚོ་ཚང་མ་བོད་རིགས་གཅིག་གྱུར་ཡིན་པའི་ངོས་འཛིན་བྱས་ཏེ་བོད་ཟེར་བ་ཚིག་གཅིག་གི་འོག་ལ་ང་རང་ཚོ་མཉམ་དུ་བསྡད། བོད་རིགས་གཅིག་གྱུར་གྱི་འདུ་ཤེས་བཞག་ནས་ང་ཚོ་སྐྱིད་ན་ཡང་གཅིག། སྡུག་ན་ཡང་གཅིག་བྱེད་ནས་བོད་རིགས་ཚང་མ་གཅིག་གྱུར་བྱ་རྒྱུ་དེ་གལ་ཆེ་ཤོས་ཤིག་རེད། དཔེར་ན། བོད་ཟེར་དུས་དབུས་གཙང་ཁོ་ནར་གོ། མདོ་སྟོད་སྨད་ཟེར་དུས་ཟུར་དུ་གོ་བ་ཡིན་ན། ང་མདོ་སྨད་ནས་ཡོང་བ་ཡིན་དུས་རྒྱལ་བ་རོན་པོ་ཆེས་བོད་པ་མུན་པ་ཆགས་པ་རེད། དེ་འདྲ་བྱེད་ན་བོད་ཁ་བྲལ་ལ་འགྲོ་རྒྱུ་རེད། དེ་འདྲ་མིན་པར་གཙོ་བོ་བོད་རིགས་ཟེར་བའི་ཐོག་ནས་བསམ་བློ་བཏང་ན། བོད་ཁ་བ་ཅན། འཕགས་པ་སྤྱན་རས་གཟིགས་ཀྱི་གདུལ་ཞིང། སྤྱན་རས་གཟིགས་ཡི་དམ་དུ་བྱས་ནས་མ་ཎི་བགྲང་མཁན་ཞིག་གི་ཐོག་ནས་བརྩིས་ན། ཤར་དར་ཚེ་མདོ་ནས་ནུབ་ལ་དྭགས་བར། བྱང་སོག་པོའི་ས་མཚམས་ནས་ལྷོ་མོན་གྱི་བར་མ་ཎི་བགྲང་མཁན་གཅིག་གྱུར་ཆགས་ཡོད། ཚང་མས་མི་རིགས་ཀྱི་ལྟ་བ་འཁྱེར་ནས་གཅིག་གྱུར་དང་རྡོག་སྒྲིག་པོ་བྱ་རྒྱུ་གལ་ཆེན་པོ་ཡིན། ང་ཚོའི་ལུང་པ་སྤྱི་ཡོངས་རྒྱ་མིས་དབང་བསྒྱུར་བྱས་ནས་བསྡད་པ་ཡིན་དུས། གཅིག་གིས་གཅིག་ལ་སྐྱོ་རོགས་དང། གཅིག་གིས་གཅིག་ལ་ཕན་རོགས་བྱེད་དགོས། དེ་སྔ་ཡིན་ན། ཨ་མདོ་ལ་ཆ་བཞག་ན་ལྷ་ས་དང་ཆོས་ཀྱི་ཕྱོགས་ནས་འབྲེལ་བ་དམ་པོ་ཡོད་པ་ལས་ཆབ་སྲིད་ཀྱི་ཐོག་ནས་ཧ་ལམ་འབྲེལ་བ་མེད་པ་ལྟ་བུ་རེད། དེ་བཞིན་ཁམས་ལ་ཆ་བཞག་ན་ཡང་རྒྱ་སྡེ་དང་བོད་སྡེ་གཉིས་སུ་ཕྱེས་ནས་བསྡད་པ་དང། ཨ་མདོ་ནས་ཕལ་ཆེ་བ་རྒྱ་སྡེའི་བཟོ་འདྲ་ཞིག་བྱས་ནས་བསྡད་པ་དང། ཁ་བཤད་ནས་ཁྲིམས་སྒོ་རང་བཙན་གྱི་བཟོ་འདྲ་བྱས་ནས་རྒྱ་མིའི་ཤུགས་ཀྱང་མ་སླེབས། འདི་ནས། བོད་གཞུང་གི་དབང་ཤུགས་ཀྱང་མ་སླེབས་པ་བྱས་ཏེ་བསྡད་པ་ཕལ་ཆེར་རེད། གང་ལྟར། སྔ་མོ་ནས་གནས་སྟངས་ག་འདྲ་ཡིན་རུང་མིན་རུང། རི་ཁ་བ་ཅན་གྱི་བོད་རིགས་གཅིག་གྱུར་རེད། བར་ལམ་རྒྱ་མིས་སྡུག་པོ་གཅིག་གྱུར་གཏོང་ཡོང་དུས། བོད་མི་ཡོངས་རྫོགས་གངས་ཅན་བོད་སྤྱི་པའི་ཚིག་གི་འོག་ལ་རྡོ་འདྲིལ་བའི་གནས་ཚུལ་ཡག་པོ་ཞིག་ཡོང་གི་འདུག། འདི་ནི་ཧ་ཅང་གི་གལ་ཆེན་པོ་རེད་ཅེས་ནན་ཏན་གྱིས་གསུངས་ཡོད། སྔ་ཕྱིའི་བཀའ་སློབ་དེ་དག་རང་རེའི་སེམས་ལ་བཞག་ནས། རྒྱ་དམར་གཡོ་སྒྱུ་དང་ཕུང་དཀྲུག་ལ་བྱང་ཆུབ་པའི་ཁར། རང་རིགས་རྒྱལ་ཚོང་པ་ནང་ཁུལ་ས་འོག་དར་དག་གི་འཐབ་འཁྲུ་ཤིན་ཏུ་ཆེ་བས། སྤྱི་ནོར་ཆེན་པོས་ཕྱི་ཟླ་དྲུག་པའི་ཚེས་བཅོ་ལྔ་ཉིན་གསུངས་པའི་གསུང་བཤད་ཀྱི་སྙིང་པོ་ལག་ཆར་འཁྱེར་ཏེ་ཕུང་དཀྲུག་གི་དཀྲོག་གཏམ་དང། དྲག་ཤུལ་གྱི་སྡིགས་ར་སོགས་རེ་སྒུག་ལ་སོ་སྐྱེམས་ཇི་འདྲ་བྱས་ཀྱང། རྒྱལ་བ་ཐམས་ཅད་མཁྱེན་པར་དད་ལོག་དང་བློ་ལོག། ཆབ་སྲིད་ཀྱི་སེམས་ཤུགས་ཆགས་གཞིའི་རིགས་གཏན་ནས་མ་བརྗེད་པར། རང་ཡུལ་རང་དབང་རང་བཙན་སྦྱོང་ཐབས་ཀྱི་སྙིང་སྟོབས་དང་དམ་ཚིག་མདུད་རྒྱ་གཅིག་སྒྲིལ་ཐོག་ནས་ལས་འགུལ་རྡོ་ལ་རི་མོ་བྲིས་པ་བཞིན་བྱེད་རྒྱུ་ཤིན་ཏུ་གལ་ཆེན་པོ་ཡིན། སངས་རྒྱས་བཅོམ་ལྡན་འདས་ཀྱི་གསུང་ལ་འབྲེལ་ཟིན་འགལ་བ་བྱུང་ཚེ་དྲི་བ་ཞུས་ནས་དྲང་ངེས་ཕྱེ་བའི་ལོ་རྒྱུས་བྱུང་བ་བཞིན། རྒྱལ་དབང་མཆོག་གི་གསུང་ཟིན་ཙམ་གྱིས་རྗེས་སུ་མ་འབྲངས་པར་ཐུགས་ཀྱི་བཞེད་དགོངས་གཙོ་བོའི་རྗེས་སུ་འབྲངས་དགོས་ལ། དེས་ནི། གོང་དུ་བགྲངས་པའི་བཀའ་བཞིན། བོད་མི་དམངས་འཐབ་ཕྱོགས་གཅིག་འགྱུར་གྱིས་བོད་རང་དབང་གི་ལས་འགན་སྒྲུབ་དགོས་པ་དེ་རེད། དེའི་ཕྱིར། ལས་དོན་གང་ཡང་མི་འཕྲོད་པར་རྒྱལ་བ་རིན་པོ་ཆེ་མཁྱེན་བཞེས་བསྡད་པ་ཙམ་གྱིས་བོད་གཞུང་གི་ཞབས་འདེགས་གང་ཡང་ཞུ་མི་ཐུབ་པ་མ་ཟད་གོང་ས་མཆོག་གི་དགོངས་གཞི་དང་ཡང་འགལ་གྱི་ཡོད་པ་རེད། ཁ་ནས་ཨོ་མ་ནི་པེ་མེན་ཧུང་རྒྱལ་བ་རིན་པོ་ཆེ་མཁྱེན་བཞེས་ཟེར་ནས་སྡོད་པ་ནི་རང་གི་དོན་ཡིན་གྱི། བོད་ཀྱི་ཆབ་སྲིད་ལ་ཕན་པའི་ལས་ཀ་ཞིག་ག་ལ་ཡིན། བོད་ཀྱི་ཆབ་སྲིད་བོད་མིས་སྒྲུབ་དགོས་ལ། དེ་ཡང་བོད་མི་མང་ནས་སྒྲུབ་དགོས་པ་ཞིག་ཡིན། རྒྱ་དམར་དང་རྒྱ་དམར་གྱི་རྒྱུག་ཁྱི་རྗེས་འབྲང་དང་བཅས་པའི་མཁས་པོ་དང་གཉེན་པོ་ཇི་འདྲ་བཤད་ཀྱང་བདེན་པ་སྣེ་གཅིག་ཡོད་པ་མ་རེད། ང་ཚོས་ཁྱེད་རྣམས་ལ་དྲན་གསོའི་ཆེད་དུ་དངོས་བྱུང་དཔེ་དོན་ཁ་ཤས་ཞུ་རྒྱུ། དང་པོ། རྒྱ་དམག་ཐོག་མར་བོད་ན་ཡོང་དུས་ང་ཚོ་བོད་དེ་ཕྱི་རྒྱལ་གཙང་བ་རྒྱལ་ཁབ་ཀྱི་འོག་ནས་བཅིངས་འགྲོལ་གཏོང་པའི་ཆེད་དུ་འགྲོ་གི་ཡོད་ཟེར། བོད་ལྗོངས་ཕྱིའི་རྒྱལ་ཁབ་སུའི་འོག་ལ་ཡོད་པ་རེད། གཉིས་པ། ང་ཚོ་བོད་མི་དམངས་ལ་ཞབས་ཞུ་ཞུ་བའི་ཆེད་དུ་ཡིན་ཟེར་བ། རྒྱ་དམར་བོད་ནང་སླེབས་རྗེས། བོད་མིར་གྲལ་རིམ་གྱི་འཐབ་རྩོད་དང། མི་དམངས་རྣམས་ཉིན་མཚན་མེད་པར་ངལ་གསོ་དང་གཅིག་གིས་གཅིག་ལ་སྐྱོན་བརྗོད་ཀྱིས་ཚོགས་འདུ་བྱས་ཏེ་སྡུག་སྦྱོང་མནར་གཅོད་ཚད་མེད་བཏང། ཏོག་ཁྱི་ཏོག་ལ་ལའི་བོང་གུ་ལས་བྱེད་དགོས་བྱུང་བའི་མི་མང་ཁྲི་ཕྲག་མང་པོ་ཤི་དགོས་བྱུང་བ་དེ་ཚོ་མི་མང་ལ་ཞབས་ཞུ་ཞུ་བ་རེད་པས། གསུམ་པ། རྒྱ་མི་ཞི་དྲག་གི་དཔོན་དམག་སུ་ཡིན་ནས་བོད་མིའི་ས་ནས་དངོས་པོ་ཁ་སྦུག་ཙམ་ཡང་འཕྲོག་ལེན་མི་བྱེད་ཟེར་བ། བོད་གཞུང། འབངས། དགེ་ཆོས་ཡོངས་རྫོགས་ཀྱི་སྔ་ཕྱིའི་གཅོད་ནོར་ཡོད་དགུ་དང། མདོར་ན། དུད་ཚང་སྙོམས་ཆུང་གི་འཐབ་རྟེན། འཇའ་གུར་གསང་ཐིག་ཡན་འཕྲོག་འཁྱེར་དང། ཟ་གཏེར། རྩི་ཤིང་ནགས་གསེར་གྱི་དགེ་སྤེལ། ཞིང་འབྲོག་གི་དགེ་སྤེལ་ཡོད་ཚད་ཚང་མ། རྒྱ་ནག་ཏུ་ཉིན་མཚན་མེད་པར་འོར་འདྲེན་བྱས་པ་དང། བྱེད་བཞིན་པ་དེ་ཚོ་ཁབ་དང་སྐུད་པ་ཙམ་མི་ལེན་ཟེར་བ་དེ་རེད་པས། བཞི་པ། ང་ཚོའི་བོད་ཡར་རྒྱས་འཛུགས་སྐྲུན་བྱེད་རྗེས་ང་ཚོ་རང་ཡུལ་ལ་ལོག་འགྲོ་དགོས་རེད་ཅེས་ཟེར་བ། བོད་ནང་མི་ལོ་སྟོང་ཕྲག་གི་སྔོན་ནས་འཛུགས་སྐྲུན་གནང་པའི་སྐུ་གསུང་ཐུགས་རྟེན་དགོན་པ་ལྷ་ཁང་སྒྲུབ་སྡེ། ཤེལ་བྲག། རི་ཁྲོད། རྫོང་ཁང། སྒེར་ཁང་ཁྲི་ཕྲག་མང་པོ་ཡོད་པ་དེ་ཚོ་གྱང་རོ་གྱང་ནག་བཟོས། སྐུ་གསུང་ཐུགས་རྟེན་རིན་ཐང་ཅན་རྣམས་རྒྱ་ཡུལ་དུ་དབོར། དེ་ཕྱིན་གཏོར་བཤིག་བཏང་པ་དེ་ཚོ་བོད་ཡར་རྒྱས་འཛུགས་སྐྲུན་བྱས་པ་རེད་པས། ལྔ་པ། འཛུགས་སྐྲུན་ཡར་རྒྱས་བྱས་ཏེ་རང་ཡུལ་ལ་ལོག་རྒྱུ་ཟེར་བ། ལོ་རྒྱུས་ཕར་བཞག་ད་དུང་རྒྱ་རིགས་གཞིས་ཆགས་པ་འབུམ་ཕྲག་མང་པོ་བཏང་སྟེ། བོད་ལྗོངས་འདི་བཞིན་རྒྱ་མིའི་མི་སེར་སྤེལ་ཡུལ་ཞིག་ཏུ་བཟོས་ཏེ། ཡུལ་གྱི་བདག་པོ་བོད་མི་རྣམས་རྒྱ་མིའི་བྲན་གཡོག་ཞིག་ཏུ་བཀུར་བཞིན་པ་དེ་རེད། དེས་མ་ཚད། ཕྱི་ལོ་ཆིག་སྟོང་དགུ་བརྒྱ་ལྔ་བཅུ་ཐམ་པ་ལོར་པེ་ཅིན་དུ་རྒྱ་དམར་རང་གི་འདོད་པ་ལྟར་བཙན་དབང་གིས་བཞག་བཅུག་པའི་ཆིངས་ཡིག་གམ། གྲོས་ཆོད་ཟེར་བ་དོན་ཚན་བཅུ་བཏོན་པ་དེ་ཚོ་ཡང། རྒྱ་དམར་རང་ཉིད་ནས་ཁ་དན་ཚིག་གནས་མ་བྱས་པར་བྲོས་བྱོལ་དེར་བརྡལ་བཤིག་བཏང་པ་དོན་ཚན་ཁ་ཤས་དཔེ་མཚོན་ལྟ་བུར་གསལ་སྟོན་བྱས་ན། བྲོས་བྱོལ་ཟེར་བའི་གླེང་བརྗོད་ནང་ཀྲུང་དབྱང་མི་དམངས་སྲིད་གཞུང་དང་བོད་ས་གནས་སྲིད་གཞུང་གཉིས་པོས་ཞི་བའི་བཅིངས་འགྲོལ་འབྱུང་ཐབས་སྐོར་བྲོས་བྱོལ་ཅེས་བཞག་ཚུལ་གསལ་བ། བོད་ཞི་བའི་སྤྱི་འགྲོས་ཐོབ་ཡོད་ན། དྲག་པོས་དམག་མི་འདི་ཙམ་གཏོང་དགོས་པ་ཅི་ཡིན། རྒྱ་དམག་བོད་ན་སླེབས་ཏེ་མི་སེར་ཁྲག་སྦྱོར་འདི་ཙམ་བྱས་པ་དེ་ཞི་བའི་སྤྱི་འགྲོས་ཟེར་བ་དེ་རེད་པས། བྲོས་བྱོལ་གྱི་དོན་ཚན་བཞི་པར་བོད་ཀྱི་ཆབ་སྲིད་ལམ་ལུགས་དང་མུན་ལ་ཀྲུང་དབྱང་ནས་བསྒྱུར་བཅོས་མི་བྱེད། ཏཱ་ལི་བླ་མའི་སྔར་ཡོད་གོ་གནས་དང་དབང་ཆར་ཀྲུང་དབྱང་ནས་བསྒྱུར་བཅོས་མི་བྱེད། དཔོན་རིགས་མཐོ་དམན་རྣམས་སྔར་བཞིན་གནས་རྒྱུ་ཞེས་གསལ་ཡོད་པར། རྒྱ་དམག་ལྷ་སར་སླེབས་པ་ནས་བཟུང་ཞི་བའི་ལས་བྱེད་པ་དང་ཚོང་རིགས་ཟམ་མ་ཆད་པར་འབྱོར། གཞུང་གི་བཀའ་འབྲུ་དང་གླིང་ཁ། སྒེར་ཁག་ལ་ཡོད་པའི་བཟའ་འབྲུ་ཚང་མ་དབྱར་སྐྱིལ་དང་བཙན་འཕྲོག་བྱས། ལྷ་སའི་ནང་སྒེར་གྱི་ཁང་པ་ཆེ་ཁག་ཕལ་ཆེར་བཙན་ཉོ་བྱས། མི་མང་གིས་སྤྲོ་སྐྱིད་གཏོང་ཡུལ་གླིང་ཁ་དང་ལྔ་ལམ་ཡར་སོར་རྟ་དམག་གིས་འགའ་སྒྲིག་བྱེད་ཡུལ། རྒྱལ་བའི་གསུང་ཆོས་གནང་ཡུལ་བཞུགས་ཁྲི་གླིང་ཁ་སོགས་ལ་བཙན་ཤུགས་ཐོག་ནས་རྒྱ་མིའི་དམག་སྒར་དང་ཚོགས་ཁང། མགྲོན་ཁང་སོགས་བརྒྱབ། བོད་ཀྱི་སྣོད་བཅུད་གང་འཚོལ་དུ་ཕྱིན་ཏེ་བཟའ་བཅའི་རིན་གོང་རྒྱ་ཐབ་ཏུ་འཕར་རྐྱེན། ཆོས་རྗེའི་གྲྭ་རྐྱང་དང་མི་སེར་གཉོམ་ཆུང་གི་འཚོ་བའི་དཀའ་ངལ་ཆེན་པོ་བྱུང་སྐབས། བོད་ལྗོངས་མི་དམངས་ནས་ཚུལ་མཐུན་ཤེས་སྟབས་ཀྱིས་གནས་ལུགས་ཚིག་རྡོག་དོན་ཚན་དྲུག་འཁོད། རྒྱ་བོད་ལྷན་རྒྱས་སར་ལུགས་མཐུན་གྱིས་ཕུལ་བར། རྫུན་མཐུད་ཞེས་མིང་བཏགས་ཏེ། མི་དམངས་འཐུས་མི་རྣམས་དྲག་ཤུགས་བཙན་ཤེད་བྱས་ནས་དོ་དམ་བཙོན་འཇུག་བྱེད་དུ་བཅུག། བོད་རང་གི་ཡུལ་སྲོལ་ལྟར་བྱས་ན། ལས་དོན་རྫ་དྲག་ཆེ་ཆུང་ཇི་འདྲ་ཞིག་ཡིན་ཡང་སྙན་ཞུ་དང། འཆར་གཞི་སོགས་ལ་བཀའ་ཤག་དང་སྲིད་བློན། སྤྱི་ཁྱེན། རྩེ་མཁས་མགྲོན་བྱེད་སོགས་བརྒྱུད་དེ། སྐྱབས་མགོན་ཏཱ་ལའི་བླ་མ་རིན་པོ་ཆེར་འབུལ་གསོལ་དེ་ལྟར་ཡང། རྒྱ་མི་དཔོན་རིགས་རྣམས་ཀྱིས། སྐུ་མདུན་དུ་ཐད་ཀར་བཅར་བསྐྱངས་བྱས་པ་དེས། བོད་ཀྱི་ཆབ་སྲིད་ལམ་ལུགས་དག་མུས་ཞེས་པ་བཅོས་བསྒྱུར་བྱས་པ་དང། སྐྱབས་མགོན་ཏཱ་ལའི་བླ་མའི་སྔར་ཡོད་དབུས་གནས་དང། མཚན་མཐོང་གཉོས་ཆུང་དུ་བཏང་བས་མ་ཚད། བོད་ཀྱི་ལས་དོན་གང་ཅིར་གཞུང་བཟང་དྲང་ཚུགས་ཆེ་ཞིང། མི་མང་གིས་སྤྱི་མོས་དང་དགའ་གུས་བྱེད་པའི་སྲིད་ཚབ་བློ་བཟང་བཀྲ་ཤིས་དང་ཀླུ་ཁང་པ་ཚེ་དབང་རབ་བརྟན་གཉིས། ཕྱག་ལེན་ནས་དགོང་དྲོ་རུ་གནང་དགོས་པ་དགོས་དབང་གཙང་བཞུགས་ཀྱིས་ཞུ་རྐྱེན། གོང་ས་མཆོག་ཐུགས་ཕམ་དང་བཅས་དགོང་དྲོ་རུ་མི་གནང་ཐུ་མེད་བྱུང་བ་སོགས་གྲོས་ཞུས་ཀྱི་དོན་ཚན་བཞི་པ་ཡོངས་སུ་རྩིས་མེད་བརྡར་ཞིག་བཏང་བ་མ་རེད་པས། དོན་ཚན་དྲུག་པར་ཏཱ་ལི་བླ་མ་དང་པཎ་ཆེན་ཨིར་ཏི་ནི་སྔར་ཡོད་གོ་གནས་དང་དབང་ཆ་ཞེས་པ། ཏཱ་ལི་བླ་མ་སྐུ་ཕྲེང་བཅུ་གསུམ་པ་དང་པཎ་ཆེན་ཨིར་ཏི་ནི་སྐུ་ཕྲེང་དགུ་པ་མཐོན་པོའི་སྐབས་ཀྱི་གོ་གནས་དང་དབང་ཆ་ཞེས་གསལ་བ། པཎ་ཆེན་མཚོ་སྔོན་ནས་རྒྱ་དམག་དང་བཅས་ཕྱི་ལོ་གཅིག་སྟོང་དགུ་བརྒྱ་ལྔ་བཅུ་ང་གཉིས་ལོར་ལྷ་སར་འབྱོར་གནང་སྐབས། རྩེ་ཕོ་བྲང་ཤར་རྒྱུད་གཟིམ་ཆུང་དུ་སྔ་ལམ་སྐུ་ཕྲེང་གོང་མས་མཛད་ལམ་བཞེས་ཤག་གིས་བཞུགས་ཁྲིར་མགྲོན་རྒྱག་བྱས་ཏེ་ཐོག་མའི་མཇལ་འཕྲད་གནང་ཡང། བར་དེར། བཀྲེས་ཁོག་རྒྱ་ཞུགས་ཀྱིས་བཞུགས་ཁྲིར་མགྲོན་རྒྱག་སྐོར་རྙོག་དྲ་བསླངས་ཏེ་པཎ་ཆེན་བཀྲ་ཤིས་ལྷུན་པོར་ཕེབས་ཐོན་སྐབས་སྔར་སྲོལ་མཛད་སྒོ་གནང་མེད་པས་མ་ཚད། དེ་ནས་བཟུང་རྒྱ་དཔོན་མཇལ་འཕྲད་ནམ་གནང་སྐབས་གྲོས་ཆོད་ཀྱི་དོན་ལ་མ་གནས་པས་འདྲ་མཉམ་ལྟ་བུའི་སྣང་ཆུང་རྩིས་མེད་བྱེད་པའི་དོན་ཚན་དྲུག་པ་བརྡལ་བཤིག་བཏང་བ་རེད། གྲོས་ཆོད་ཅེས་པའི་དོན་ཚན་བདུན་པར་ཀྲུང་གོ་མི་དམངས་ཆབ་སྲིད་གྲོས་ཚོགས་ཀྱི་དགོངས་དོན་རྐང་གླིང་ནང་ཐག་བཅད་པའི་ཆོས་ལུགས་ལ་དད་པ་རང་མོས་བྱས་ཆོག་པའི་སྲིད་བྱུས་ལག་ལེན་བྱས་ཏེ། བོད་མི་དམངས་ཀྱི་ཆོས་ལུགས་ལ་དད་པ་དང་ཡུལ་གྱི་དགོན་པའི་གཤིས་ལུགས་ལ་གཙིགས་འཛིན་བྱེད་རྒྱུ་དང། དགོན་པ་གྲྭ་ཚང་ལ་སྲུང་སྐྱོབ་བྱེད་རྒྱུ། དགོན་པ་གྲྭ་ཚང་གི་ཡོང་སྒོར་ཀྲུང་དབྱང་ནས་བཅོས་སྒྱུར་མི་བྱེད་ཅེས་གསལ་ཡོད་ཀྱང། རྒྱལ་དབང་དམ་ཅན་མཁྱེན་པ་པེ་ཅིན་དུ་ཉིན་གཅིག་མའོ་ཙེ་ཏུང་དང་མཇལ་འཕྲད་སྐབས་མའོ་ཡིས། ཆོས་ནི་དུག་རེད། བུ་དང་སོག་པོ་གཉིས་ཆོས་ཀྱི་དུག་དེ་འཇམ་པ་རེད་ཅེས་དངོས་སུ་གདོང་འབག་ཧྲལ་ནས་ཞུས་པས་མ་ཚད། ནང་པའི་ཆོས་ཀྱི་བསྟན་པའི་བདག་པོ་སངས་རྒྱས་བཅོམ་ལྡན་འདས་ཀྱང་ལོག་སྤྱོད་པ་ཡིན་ཚུལ་དཀར་འཛིན་ཉིན་རེའི་བོད་ཡིག་གསར་ཤོག་ཐོག་བཏོན་པ་དང། རྒྱུན་དུ་བླ་མ་ལ་ཇག་པ་སེར་པོ་དང་གྲྭ་པ་རྣམས་ལ་རྐུན་མ་དམར་པོ་ཞེས་བརྗོད་པ་མ་ཚད། ཤེས་རིག་གི་གསར་བརྗེ་ཞེས་པའི་དུས་ངན་དེའི་སྐབས་རིན་ཐང་བྲལ་བའི་སྐུ་གསུང་ཐུགས་རྟེན་གྲངས་མེད་གཏོར་བཤིག་བཏང་སྟེ་གསེར་སྐུ་དང་དངུལ་སྐུ། ལི་སྐུ་སོགས་བཟོ་གྲྭའི་ནང་བཞུགས་ལུགས་དང། འཇིམ་སྐུ་རྣམས་བཤིག་སྟེ་ལམ་བཟང་ལ་བསྟིམས་པ་དང། གསེར་ཆོས་དང་སྐྱ་ཆོས་གྲངས་མེད་མེར་བསྲེགས་དང། ལྷམ་གྱི་མཐིལ་ཚངས་སུ་བརྒྱབ་པ། རྒྱལ་བའི་བཀའ་འགྱུར་དང་བསྟན་བཅོས་ཀྱི་གཙོས་གསུང་རབ་ཤིང་པར་ཡིག་འབྲུ་ལ་མར་སྤང་ཆལ་དང་རྐུབ་སྟེགས། སྐེད་ཀྱི་གདང་བུ་བཟོས་ཤིང། རྡོ་བརྐོས་མ་ནི་སྲང་ལམ་ལ་བསྟིམས་པ་དང་བསང་མཆོད་ཀྱི་ཁ་སྐྱོར་ལ་རྒྱབ་པ་སོགས་ཆོས་ལ་དམའ་འབེབས་ཚད་མེད་བྱས་པ་དང་རྗེས་སུ་ཕྱི་རྒྱལ་བ་ཚོར་སྟོན་ཆའི་དགོན་པ་དང། ལྷ་ཁང་ཁ་ཤས་ཉམས་གསོག་ཁྲལ་སྔོན་ཙམ་བྱས་པའི་སྐབས་སུ་ལྷ་སར་རྒྱ་དཔོན་ཞིག་གིས་བཤད་གསལ། དེང་སྐབས་གཙུག་ལག་ཁང་དང་པོ་ཏཱ་ལ་ནོར་བུ་གླིང་ཁ་སོགས་ལ་ཉམས་གསོག་བྱེད་ཡག་འདི། ཆོས་ཡར་རྒྱས་ཀྱི་ཆེད་དུ་བྱས་པ་མ་རེད། སྔར་སྔ་མོས་རྒྱ་བོད་མི་རིགས་ཀྱི་ལག་རྩལ་རྣམས་ཕྱི་རྒྱལ་བ་ཚོར་སྟོན་ཆེད་བྱས་པ་རེད་ཅེས་དང། བོད་རང་སྐྱོང་ལྗོངས་ཟེར་བའི་འགོ་ཁྲིད་རྒྱ་དཔོན་དབྱིང་པ་ཐང་གིས་ལྷ་སར་ཆོས་ཀྱི་ཚོགས་འདུ་ཞིག་གི་སར་མངོན་སུམ་འཛེམ་མེད་ཀྱིས་བཤད་དོན། ང་ཚོ་མཐར་ཐུག་གི་དམིགས་ཡུལ་ནི་ཆོས་རྩ་མེད་བཟོ་རྒྱུ་དེ་རེད། འོན་ཀྱང་ད་ལྟ་མི་རབས་རྒན་པ་ཁག་ཅིག་བསྡད་ཡོད་པ་དེ་ཚོས་ཀླད་པར་ཆོས་ཀྱི་ཤུགས་རྐྱེན་ཆེན་པོ་ཡོད་སྟབས། ད་ལྟ་ཆོས་རྩ་མེད་བཟོས་ན་འཚམས་པོ་མེད། ད་ལྟ་ང་ཚོས་དམར་པོའི་ཚོགས་མི་དང། གཞོན་ནུ་བཅས་ལ་ཆོས་ཀྱི་ཤུགས་རྐྱེན་མ་ཐེབས་པ་བྱེད་རྒྱུ་དེ་གལ་ཆེན་པོ་རེད་ཅེས་བཤད་ཡོད་པ། དེའི་ཕྱིར་ཆོས་དད་རང་མོས་ཟེར་བ་དེ་ནི་གཡོ་སྒྱུའི་རྫུན་ཐབས་ཤིག་ཡིན་པ་ར་འཕྲོད་པ་རེད། བྲོས་བྱོལ་ནང་ཆོས་དད་རང་མོས་དང་དགོན་པ་གྲྭ་ཚང་ལ་སྲུང་བརྩི་ཟེར་བ་དེ་ཚོ་ཚང་མ་བརྡལ་བཤིག་གཏོང་རྐྱང་བྱས་པ་རེད། ཡང་གྲོས་ཆོད་ཀྱི་དོན་ཚན་བཅུ་གཅིག་པར། བོད་ཀྱི་ལམ་ལུགས་སྣ་ཚོགས་ལེགས་བཅོས་བྱ་རྒྱུའི་སྐོར་ལ་ཀྲུང་དབྱང་ནས་བཙན་ཤེད་ཀྱིས་མི་བྱེད་པར། བོད་ཀྱི་ས་གནས་སྲིད་གཞུང་རང་ནས་ལེགས་བཅོས་བྱེད་རྒྱུ་དང་མི་མང་ནས་ལེགས་བཅོས་བྱེད་དགོས་ཞེས་ཞུ་དུས། བོད་ཀྱི་མགོ་བྱེད་རྣམས་ནས་གྲོས་བསྡུར་ཐབས་བཞི་ལ་བརྟེན་ནས་ཐག་གཅོད་བྱ་རྒྱུ་ཞེས་གསལ་བར། ཕྱི་ལོ་གཅིག་སྟོང་དགུ་བརྒྱ་ལྔ་བཅུ་ང་བཞི་ལོར། བོད་ལྗོངས་ཆོས་སྲིད་གཉིས་ཀྱི་གནས་ཚུལ་གཞི་རྩར་བཟུང་སྟེ་རིམ་པས་བསྡུས་དོན་བཅོས་བསྒྱུར་གནང་རྒྱུའི་སྐོར་ལེགས་བཅོས་ལས་ཁུངས་འཛུགས་གནང་གིས། ལྷ་ཤུལ་གཉིས་ལ་རྩ་ཚིག་དང། རྒྱ་ཁྱབ་རྫོང་བཞི་ཚང་མར་བཀོད་རྒྱ་དོན་ཚན་ལྔ་འཁོད་གནང་སྟེ། ཕྱག་ལས་གནང་དང་གནང་མུས་རྒྱ་དམར་ལས་བྱེད་པ་ཚོས་རྟག་ཏུ་ལེགས་བཅོས་ལྷན་ཚོགས་ཀྱི་ཕྱག་ལས་ལམ་ལྷོང་མི་འབྱུང་བའི་འགལ་རྐྱེན་སྣ་མང་བྱེད། བོད་ཤར་ཕྱོགས་ཁམས་དང་ཨ་མདོ་ཁུལ་བཙན་དབང་གིས་བཅོས་བསྒྱུར་བྱེད་མཁན་མི་སེར་རྣམས། སྦྲང་མ་མེ་འོད་དུ་མ་ཆགས་པའི་རི་དང་ནགས་གསེབ་ཏུ་འགྲོ་ཡིབ་བྱེད་པར། རྒྱ་དམར་ནས་དྲག་ཤུགས་བེད་སྤྱོད་བྱེད་རྐྱེན། རྒན་བྱིས་ཕོ་མོ་ཁྱོན་ཆེ་དབུས་གཙང་ཕྱོགས་འབྱོར། སྐབས་དེའི་ཚེ་རྒྱ་གར་གཞུང་དང་བྱང་ཆུབ་ཆེན་པོའི་ཆོས་ཚོགས་ནས། བདག་ཅག་གི་སྟོན་པ་ཤཱཀྱའི་རྒྱལ་པོ་མྱ་ངན་ལས་འདས་ནས། ལོ་ཉིས་སྟོང་ལྔ་བརྒྱ་འཁོར་བའི་དྲན་གསོའི་དུས་ཆེན་དུ་སྐྱབས་མགོན་ཏཱ་ལའི་བླ་མ་རིན་པོ་ཆེ་དང། པཎ་ཆེན་ཨུ་ཏི་ནི་མཚོ་མགོན་དུ་གདན་ཞུས་ཀྱིས་རྒྱ་གར་རྒྱལ་ས་ལྡི་ལིར་སྐུ་བཞུགས་གནང་མུས། འབྲི་ཆུ་ནུབ་རྒྱུད་ལྗོངས་མདའ་ཁུལ་དུ་ཡང་བཅོས་སྒྱུར་བྱེད་རྒྱུའི་རྩིས་ཀྱིས་མི་གྲངས་མང་པོ་རྒྱ་དམར་གྱིས་བཟང་བཙོན་ལྟ་བུར་ཉར་བའི་མཛའ་གྲགས་ཀྱི་གནས་ཚུལ་འབྱོར་བ། སྐབས་དེར་རྒྱ་ནག་གི་སྲིད་འཛིན་ཀྲུང་ཝེ་ལིན་ཡང་ཡོད་པས་ཁོང་ལ་ཁམས་དང་ཨ་མདོའི་ནང་དྲག་པོས་བཙན་གནོན་འཕྲལ་དུ་མཚམས་འཇོག་ཐོག་གྲོས་ཆོད་འདོན་བཞིན། ས་ཞིང་བཅོས་སྒྱུར་ཡང་མི་མང་གིས་འདོད་པ་མེད་བཞིན་དུ་བཙན་དབང་བྱེད་རྒྱུ་མཚམས་འཇོག་དགོས་པའི་སྐོར་ལྡི་ལིར་བཀའ་མོལ་གནང་བར། རྒྱ་ནག་སྲིད་བློན་ནས་པེ་ཅིན་ལ་ལན་བརྡ་བཏང་རྐྱེན། པེ་ཅིན་ནས་མའོ་ཙེ་ཏུང་གི་བཅོས་སྒྱུར་ཐད་སྔ་དྲོའི་ལོ་དྲུག་པར་འཐེན་རྒྱུ། དེ་ཡང་བོད་མིའི་བློ་དང་བསྟུན་ཏེ་ལོ་བཅུ་འམ་བཅོ་ལྔ་པར་འཐེན་རྒྱུ། ཡང། བོད་མིའི་བློར་མེད་ཚེ་བཅོས་སྒྱུར་རྩ་བ་ནས་མ་བྱས་ཀྱང་ཆོག་ཞེས། ལྷ་སར། ཡོངས་ཁྱབ་ཐོག་གསལ་བསྒྲགས་བྱས་པའི་གནས་ཚུལ་འབུལ་མི་རྒྱ་གར་དུ་འབྱོར་བར་བརྟེན་སྐྱབས་མགོན་ཏཱ་ལི་བླ་མ་རིན་པོ་ཆེ་ཡང་ཐུགས་དད་དང་བཅས་ལྷང་ལྡན་རྒྱལ་ཁབ་ཏུ་ཞབས་སོར་འཁོད་མཚམས་བདུན་ཕྲག་ཁ་ཤས་གུང་གིས་ཁས་ལེན་བྱས་པ་རྣམས་ཁ་དན་ཚིག་གནས་མེད་པར་ནམ་མཁའི་འཇའ་ལྟར་ཡལ་ཏེ་སླར་ཡང་འབྲི་ཆུའི་ཤར་ནུབ་ཀུན་ཏུ་བཅོས་བསྒྱུར་འབོད་སྒྲ་ཆེ་ཁར། དབུས་གཙང་ཁུར་འབྱོར་བའི་ཁམས་དང་ཨ་མདོའི་མི་རིགས་རྣམས་ཀྱང་རང་རང་ཕ་ཡུལ་ལ་འཕྲལ་དུ་མ་ལོག་ན་འཇུས་ཏེ་གཏོང་རྒྱུའི་གསལ་བསྒྲགས་དང། མི་མཐོ་ལངས་པ་སོང་ཙང་ཨ་འབྲུག་མགོན་པོ་བཀྲ་ཤིས་ཀྱི་འགོ་ཁྲིད་འོག་ཁམས་དང་ཨ་མདོའི་མི་རིགས་གང་འཚམ་ཞིག་དྲག་ཆས་སྤྲས་ནས་ལྷོ་ཕྱོགས་གྲི་གུ་ཁུལ་ཐོན་ཏེ་དྭང་བླངས་བསྟན་སྲུང་དམག་སྒར་སྒྲིག་འཛུགས་བྱས། ཁམས་དང་ཨ་མདོའི་ནང་རྒྱ་ནག་གི་དགོན་སྡེ་གཏོར་རྒོལ་བྱེད་ཡག་དང་ས་ཞིང་བཅོས་བསྒྱུར་མཚམས་འཇོག་མ་བྱས་པར་རྒྱ་དམག་ལ་ངོ་རྒོལ་བྱེད་རྒྱུའི་ཐ་ཚིག་གསལ་བསྒྲགས་བྱས་པ་རེད། གོང་དུ་ཇི་ལྟར་བརྗོད་པ་བཞིན། རྒྱ་དམར་རང་གི་བཙན་ཤེད་ཀྱིས་བཞག་བཅུག་པའི་བྲོས་བྱོལ་ཅེས་པ་དོན་ཚན་བཅུ་བདུན་པ་ཡང་རྒྱ་དམར་རང་ཉིད་ཀྱིས་སྔ་རྗེས་བརྡལ་བཤིག་བཏང་པས་མ་ཚད། ཉེ་སྔོན་མའོ་ཙེ་ཏུང་གིས་བཅོས་བསྒྱུར་འཐེན་རྒྱུའི་ཁས་ལེན་བྱས་པར་ཁ་དན་ཚིག་གནས་མེད་པ་སོགས་ཀྱིས་བོད་མི་མཆོག་དམན་བར་གསུམ་རྒྱ་དམར་ལ་སྙིང་ནས་མི་དགའ་བའི་རྣམ་འགྱུར་ཇེ་སྡུག་ཇེ་ཞན་དུ་གྱུར་ཏེ་ཚ་གས་ཐེབས་ཉེར་ཡོད་པའི་མུར། ཁྲེ་གང་གི་དཀྱིལ་ནས་ཕྱི་ལོ་གཅིག་སྟོང་དགུ་བརྒྱ་ལྔ་བཅུ་ང་དགུ་ལོ་ཟླ་བ་གསུམ་པའི་ཚེས་བཅུ་ཉིན ྋགོང་ས་མཆོག་རྒྱ་མིའི་དམག་སྒར་ནང་ཟློས་གར་ཟབ་མོར་ལུང་དོན་མེད་པའི་གདན་ཞུ་བྱས་པར། རྒྱ་མི་བསམ་ངན་བྱེད་བྱེད་ལུས་ཀྱིས་མ་འཁྱུད་པས་བོད་མི་སེར་སྐྱ་མི་མང་ཁྲི་ཕྲག་མང་པོ་ནོར་གླིང་ཕོབ་རང་གི་གཟིམ་དགོན་འགག་ཏུ་འཛོམས་ཏེ་གཟིགས་མོར་ཆིབས་བསྒྱུར་ཕེབས་ཁ་ཞུས་པ་དང་ཆབས་ཅིག་བོད་ལྗོངས་རྒྱ་མིའི་དབང་བསྒྱུར་འོག་སྡོད་འདོད་མེད་པའི་རང་བཙན་སྒེར་ལངས་བྱས་ཏེ། ཉི་མ་དེ་ཉིད་ནས་བཟུང་བྲོས་བྱོལ་དུས་ཚེས་བཅུ་བདུན་ཞེས་པ་ཁས་ལེན་བྱེད་རྒྱུ་མིན་ཞེས་བརྗོད་དེ་རྔམ་སྟོད་ཁྲོམ་སྐོར་ཡང་བྱས་པ་རེད། སྐབས་དེར། རྒྱ་དམག་གིས་ཕོ་བྲང་ཡིན་མིན་སུ་མེད་སྒྱོགས་ཀྱིས་ལྟོ་སྐོར་བྱེད་རྒྱུ་ཚེ་ལན་དང་དམག་དྲག་བསྒྲིགས་པ་བཅས་ལ་བརྟེན་གོང་ས་མཆོག་སྟོན་འཁོར་ཉུང་ཤས་གསང་ཐབས་ཀྱིས་རྒྱ་གར་ཕྱོགས་སུ་བཙན་བྱོལ་དུ་ཆིབས་བསྒྱུར་མ་གནང་ཐུ་མེད་བྱུང་བས་ལམ་ཞོར་དུ། གཡུལ་རྒྱལ་ལྷུན་རྩེར། བོད་ལྗོངས་རྒྱ་མིས་རྩ་དབང་ནས་རང་བཙན་སྒེར་ལངས་བྱས་པ་དེ་ནས་བཟུང་གོང་ས་མཆོག་ཞེ་ཆེའི་ས་ཕྱོགས་གང་དུ་བཞུགས་ཀྱང་བོད་གཞུང་དགའ་ལྡན་ཕོ་བྲང་ངོས་འཛིན་དགོས་པའི་བོད་ལྗོངས་རྒྱ་ཁྱབ་ཡོངས་ལ་གསལ་བསྒྲགས་གནང་བ་དང་ཕྱོགས་མཐུན་ཕྱག་ལས་གནང་བཞིན་པ་རེད། ཉེ་བའི་ཆར་ཕྱི་ལོ་གཅིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་བརྒྱད་ཟླ་བ་བརྒྱད་པའི་གཞིས་བྱེས་གསར་ཤོག་ནང། ལྷ་ས་ནས་གཞིས་ལུས་རྒྱལ་སྤྱིའི་ཚོགས་པས། བོད་ལ་རྒྱ་བསྒྱུར་མཛད་མཁན་རྒྱལ་ཁབ་ཁག་དང་ཚོགས་པ་ཁག་སྙན་གྲགས་ཅན་གྱི་མཁས་པ། མི་དམངས་མང་ཚོགས་བཅས་པར། རེ་འབོད་ཀྱི་ཤུལ་རིང་པོ་ཞིག་བཏང་པའི་སྙིང་པོ་ཡང། བཙན་རྒྱལ་རིང་ལུགས་དང་བཙན་གནོད་མྱོང་མཁན་གཉིས་དབར་ཞི་འཇམ་འགྲིག་ཐབས་རྩ་བ་ནས་མེད་པས་རྒྱ་མིས་བོད་རང་སྐྱོང་ལྗོངས་ཟེར་བའམ་ཡང་ན་དེ་ལས་ལྷག་པའི་མིང་འདོགས་སྣ་ཚོགས་ཀྱིས། གང་ལྟར་བོད་འདིར་རྒྱ་མིས་མགོ་བསྐོར་བའི་ལམ་ཇི་འདྲ་ཞིག་ལ་ཡང་འགྲོ་དོན་མེད་པ་ནི་བོད་མི་ས་ཡ་དྲུག་གི་ཆོད་སེམས་ཡིན། ང་ཚོ་བོད་མིར་དགོས་པ་ནི་དེ་སྔ་ཆོས་རྒྱལ་རིམ་པའི་སྐབས་ཀྱི་བོད་རྒྱལ་ཁབ་དང་ལྷག་པར ྋགོང་ས ྋསྐྱབས་མགོན་སྐུ་ཁྲིད་རིམ་པའི་སྐབས་ཀྱི་བོད་གཞུང་དགའ་ལྡན་བབས་དང་ཕྱོགས་ལས་རྣམ་རྒྱལ་ཞེས་ཡོངས་སུ་གྲགས་པ་དེ་རང་ལས། རྒྱ་བོད་མཉམ་གཤིབ་བྱེད་པའི་སྲིད་བྱུས་ག་འདྲ་ཞིག་རྩ་བ་ནས་དགོས་པ་མེད་པས་དེ་དོན་རྒྱལ་སྤྱིའི་ནང་བདེན་དོན་ལ་མགོན་སྐྱབས་མཛད་མཁན་རྣམ་པས་རྒྱབ་སྐྱོར་རོགས་རམ་སྔར་བཞིན་སྐྱབས་འཇུག་ཡོད་པ་མ་གཏོགས། མི་བུ་མཉམ་བསྲེ་མི་ཡོང་བའི་སྐྱབས་འཇུག་མཁྱེན། ཞེས་རྒྱ་དམར་དྲག་པོས་བཙན་འོག་ཏུ་གནས་བཞིན་པའི་གཞིས་བཞུགས་རྣམས་ནས་སེམས་ཤུགས་ཆེན་པོས་འབུ་སྐོར་དེ་ཙམ་ཡོད་བཞིན་དུ། ད་ཆ་ཕྱིས་འབྱུང་རྒྱ་ནག་དང་གྲོས་ཆོད་ག་འདྲ་ཞིག་བཞག་ན་ཡང་དེ་ལ་སུས་ཡིད་ཆེས་བྱེད་ནུས། སྔར་བཞག་པའི་གྲོས་ཆོད་ཁག་གཏིང་མི་མཚུངས་པ་ཞིག་ཡིན་ལ། སླར་གྲོས་ཆོད་བཞག་ན་ཁ་གཏིང་མཚུངས་པ་ཞིག་ཡིན་པ་སུས་ཐག་གཅོད་ཐུབ། དོན་གཉིས། རྒྱ་དམར་གྱི་ཡི་གེ་འབྲི་ཚད་དང། སྐད་ཆ་བཤད་སའི་ཚང་མ་སྐྱག་རྫུན་ཁོ་ན་རེད། དཔེར་ན། རྒྱ་རིགས་ཡང་ཧན་ཀྲང་གིས་བརྩམས་པ་ཏཱ་ལི་བླ་མའི་རྣམ་ཐར་ཟེར་བ་འདི་མགོ་ནས་མཇུག་བར་འཁྱོག་བཤད་དང་ཧམ་པ་ཁོ་ན་ལས་བདེན་འཛིན་བྱེད་ས་སྣེ་གཅིག་མེད། རྒྱ་མི་ལས་ཀ་ཚང་མ་འདི་ལྟ་བུ་ཡིན་གཤིས་ཚང་མའི་ངེས་པར་མཁྱེན་པ་གནང་དགོས། ཅི་སྟེ་ངེས་མེད། བོད་རྒྱ་དཀའ་མོར་གནང་བའི་དུས་སྐབས་བྱུང་ཚེ་དེ་སྔོན། རྒྱལ་མཆོག་སྐུ་ཕྲེང་བཅུ་གསུམ་པ་ཆེན་པོའི་རྡོར་གླིང་ནས་མན་ཇུའི་གོང་མར་བསྩལ་བའི་སྦུག་ཐམ་བཀའ་ཡིག་གི་སྙིང་པོར་བོད་ཀྱི་འབྱུང་རྩ་གང་ཟག་ནས་ཕྱིན་ཆད་སྔ་ལུགས་ཡོངས་རེ་བྲལ་བའི། སླད་ཕྱིན་ཕྱི་རྒྱལ་བར་ཞུགས་མེད་པར་རྒྱ་བོད་ཐད་ཀར་བཀའ་མོལ་གནང་རྒྱུ་མིན་པ་ཚིག་གི་བདག་པོས་ཚིགས་སུ་བཅད་དེ་བཀའ་གནང་བ་བཞིན་ཕྱི་ལོ་གཅིག་སྟོང་དགུ་བརྒྱ་བཅུ་གཉིས་ལོ་ཟླ་བ་དགུ་པའི་ནང་ལྷ་སར་མན་ཇུའི་ཨམ་བན་ལན་ཡུལ་དང། དམག་སྤྱི་འབྱུང་ཡོན། ལས་བྱེད་དམག་བྱིངས་བཅས་བོད་གཞུང་ལ་མགོ་སྒུར་ཞུས་ཏེ་གོ་ལག་རྩིས་འབུལ་ཞུ་སྐབས། བལ་ཡུལ་གཞུང་གི་སྐུ་ཚབ་མེ་ཇར་ཀེབ་ཀྲན། ཇི་ཏྲ་བྷག་དུར། ཆི་ཏི་རི་དང། ལས་རོགས་སུ་པོ་ནན། ལལ་བྷག་དུར། ཆི་ཏི་རི་བཅས་ཡོད་པ་རེད། རྗེས་སུ་སེམས་སླར། རྒྱ་བོད་དབྱིན་གསུམ་དབང་ཚད་འདྲ་མཉམ་ཐོག་ཕྱི་མོལ་དང་དེའི་རྗེས་ཆབ་མདོ་དང་རོང་པ་ཚར་རྒྱ་བོད་དམག་འཁྲུག་མཚམས་འཇོག་སྐབས་ཀྱང་དབྱིན་གཞུང་སྐུ་ཚབ་ཨེ་རག་ཁྲལ་ཆེ་མའི་འབར་ཤུགས་ཀྱིས་གནང་བ་སོགས་སྔ་མོའི་ཡིག་ལམ་མང་པོ་ཡོད་པ་དང། སྐབས་རེའི་རྒོལ་བའི་དབང་གིས་ཐད་ཀར་བཀའ་མོལ་གནང་བ་ཁ་ཤས་བྱུང་ཡོད་ཀྱང། བརྒྱ་དཔོན་མཆོད་ཡོན་གྱི་འབྲེལ་བ་ལས་རྒྱལ་ཁབ་གཅིག་གི་འོག་ལ་གཅིག་མེད་པའི་གསལ་བཤད་ཡང་ཡང་གནང་ཡོད་པ་རེད། རྒྱ་དམར་གྱིས་བོད་ནི་རྒྱ་ནག་གི་ཆ་གཞིའི་ཁ་བྲལ་དོན་མེད་པ་ཞིག་ཡིན་ཚུལ་བཤད་པ་དེ་དག་ཧམ་པ་དང་སྤོང་བཤད་ཁོ་ནའི་བཟོས་པ་ཞིག་ལས་བདེན་པའི་སྒྲུབ་བྱེད་དང་དཔང་རྟགས་རྡུལ་ཙམ་ཡང་ཡོད་པ་མ་རེད་དེ་གཡོ་རྫུན་ཡིན་པ་ར་སྤྲོད་བྱས་དང་བྱེད་བཞིན་པ་ཡིན། བོད་ཀྱི་ས་ཁམས་གནས་སྟངས་དང་མི་རིགས་ཀྱི་འབྱུང་རྩ་རིག་གཞུང་སྐད་ཡིག་ཆ་ལུགས་ཆོས་ལུགས་བཟའ་སྟངས་འགྲོ་སྟངས་རྒྱལ་རབས་ལོ་རྒྱུས། ཉེ་འབྲེལ་རྒྱལ་ཁབ་མང་པོ་འདྲ་མཉམ་གྱི་ཆིངས་ཡིག་བརྒྱབ་པ་སོགས་ཁྲིམས་ཐོག་གི་གནས་སྟངས་གང་འདྲ་ཅིག་ནས་རྒྱ་ནག་གི་འཆར་གཞི་རྩ་བ་ནས་མིན་པའི་དག་རྒྱར་ནི། རྒྱལ་སྤྱིའི་བདེན་དཔང་གི་མདུན་དུ་མགྲིན་པ་གཟིངས་སུ་བཏེགས་ཏེ་བཤད་རྒྱུ་ཡོད་པས་རང་རིགས་སྤུན་ཟླ་ཐུགས་དད་བག་ཕེབས་སུ་བཞུགས་ཆོག་པ་ཡིན། ང་ཚོས་རྒྱ་མིས་ས་ཆ་སྦར་ཐེལ་ཙམ་ཞིག་དགོས་ཟེར་གྱི་མེད། བོད་ཡུལ་བོད་པ་རང་ལ་དགོས་ཟེར་གྱི་ཡོད་པ་རེད། བོད་རང་དབང་རང་བཙན་གྱི་ལོང་པར་ཐོབ་ཐང་རྩ་བ་ནས་མེད་པའི་རྒྱ་མི་རིགས་ཀྱིས་དྲག་པོའི་བཙན་འཛུལ་བྱས་པ་དེ་ལ་མཐའ་གཅིག་ཏུ་ངོ་རྒོལ་བྱེད་ཀྱི་ཡོད་པ་རེད། ང་ཚོའི་འཐབ་རྩོད་དེ་དྲང་བདེན་དང་རྒྱུ་མཚན་ལྡན་པ་ཞིག་ཡིན་པས་ཇི་སྲིད་རྒྱ་མི་ཞེ་དྲག་གིས་མི་རིགས་གཅིག་ཀྱང་མ་ལུས་པར་བོད་ནས་རྒྱ་ནག་ཏུ་ཕྱིར་ལོག་གཙང་མ་མ་བྱས་པ་དེ་སྲིད་དུ་ང་ཚོའི་རང་གི་ལོང་པ་དང་བསྟན་པ་དང་ཆབ་སྲིད་མི་རབས་ནས་མི་རབས་བརྒྱུད་བསྐྱེལ་གྱི་དོན་ལ་སེམས་ཐག་རྦད་བཅད་ཀྱི་ཐོག་ནས་བོད་ལྗོངས་ཆོལ་ཁ་གསུམ་གྱི་གཞིས་བྱེས་སྤུན་ཟླ་རྣམས་ལག་གདང་མ་ཞིག་པ་བྱས་ཏེ། སྐྱབས་མགོན་ཏཱ་ལའི་བླ་མ་རིན་པོ་ཆེའི་དབུ་ཁྲིད་འོག་རྒྱ་དམར་ལ་ངོ་རྒོལ་མཐའ་འཁྱོངས་བྱས་ཏེ་བོད་ལྗོངས་གསར་པ་ཞིག་འཛུགས་སྐྲུན་བྱེད་ཐུབ་ཐབས་ཚང་མའི་དམ་ཚིག་རྡོག་རྩ་གཅིག་སྒྲིལ་དང་སེམས་ཤུགས་ཆེ་བསྐྱེད་ཡོང་བ་ཞུ། བོད་དོན་ལ་རྣམ་པ་ཀུན་ཏུ་རྒྱབ་སྐྱོར་གནང་མཁན་ཨ་མེ་རི་ཁའི་གྲོས་ཚོགས་གོང་འོག་གི་འཐུས་མི་རྣམས་དང་ཨ་རི་བ་དང། བོད་རིགས་མཐུན་སྒྲིལ་ཚོགས་པ་དེ་བཞིན་ཨ་རི། ཁ་ན་དྲ། འཇར་མན། ཨིང་ལེནྜ།

ཞེས། ལྷག་བསམ་རྣམ་པར་དག་པའི་སྒོ་ནས་འབོད་སྐུལ་ཞུ་བ་པོ་བོད་ཀྱི་རིག་གཞུང་སྨྲ་བའི་གྲལ་དུ་འཚོ་བ་མཐོ་རིམ་སློབ་དགེ། ཡོན་ཏན་རྒྱ་མཚོ་དང། བོད་ཀྱི་རྒྱལ་རབས་ལོ་རྒྱུས་སྨྲ་བ་ལ་སྤོབས་པ་ཅུང་ཟད་རྒྱས་བ་ཤ་ཁོལ་བ་དབང་ཕྱུག་བདེ་ལྡན་ཐུན་མོང་ནས་ལག་སོར་འདབ་མ་སྤྱི་བོར་བཀོད་པའི་གུས་གུས་བཏུད་ཅེས་ཞུ་བ་ལགས་སོ། བོད་རྒྱལ་ཡོངས་རྣམ་པ་ཀུན་ཏུ་རྒྱལ་གྱུར་ཅིག། ཕྱི་ལོ་གཅིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་བརྒྱད་ལོ་ཟླ་བ་བཅུ་གཉིས་པའི་ཚེས་ཉི་ཤུ་གཉིས་ལ་ཞེས་བཀོད་འདུག་ཡིག་ཆ་དེ་ངོ་སྤྲོད་ཞུས་ཚར། གལ་ཆེའི་ཡིག་ཆ་དེབ་ཆུང་དེ་འདི་ག་ས་ལེ་ཚན་པས་བསྐྱར་དུ་བརྒྱུད་སྤེལ་བྱ་རྒྱུར་འབྲེལ་ཡོད་ལ་ཆོག་མཆན་ཞུས་ནས་དགོངས་པ་འཕྲོད་སོང། ཡིན་ན་ཡང། ཡིག་ནོར་དང་ཡིག་ཆས་རྣམས་རང་སོར་འཇོག་པ་ལས་ནོར་བཅོས་དང་ཆད་གཅོད་ཞུ་རྒྱུར་ཆོག་མཆན་ཐོབ་མེད་པས་རང་སོར་བཞག་པ་ཡིན། ཡིག་ཆ་འདི་གནམ་འོག་གི་གསར་འགྱུར་ཚན་པའི་དྲ་རྒྱ་བོད་ཀྱི་དམངས་གཙོ་དྲ་ཚིགས་སུ་བཀོད་རྒྱུ་དང། བརྒྱུད་ལམ་གཞན་དུ་ཡང་གཏོང་སྲིད། འདི་ནི་སྒྲོག་སྦྱང་ཞུས་པའི་སྐབས་སུ་སྒོ་རྟགས་ནང་དུ་རྩོམ་པ་པོས་མཆན་བྲིས་པ་རྣམས་བརྗོད་ཀློག་ཞུས་མེད་པ་དང། ངག་ཐོག་ནས་ངོ་སྤྲོད་ཞུས་པར་ཆད་ལྷག་ཤོར་ཡོད་ན། ཕྲན་གསར་འགོད་པ་ཉག་རོང་སློབ་ཁ་ནས་སྙིང་ཐག་པ་ནས་དགོངས་སེལ་ཞུ་བཞིན་ཡོད། ཐེངས་འདིའི་ལེ་ཚན་ངོ་སྤྲོད་ཞུས་ཚགས་འདི་ག་གནམ་འོག་གི་གསར་འགྱུར་ཚན་པའི་དྲ་རྒྱའི་ཁ་བྱང་ནི www dot democracy of tibet dot net རེད། ཐེངས་རྗེས་མའི་ལེ་ཚན་ནང་བསྐྱར་དུ་མཇལ་ཡོང་བཀྲ་ཤིས་བདེ་ལེགས།